ད་ཐབས་ཤེས་མི་འདུག་སང་ཁོ་རང་གཉིས་ཀ་རྐང་པ་ཚོ་བུ་གུ་དང། ད་དེ་ནས་དེ་ཨེ་ནི་མི་ཚོས་ག་རེ་ལབ་བྱུང་ཨོ་ད་འདི་མི་འདི་དངོས་གནས་དྲིན་ལན་ག་རེ་ཞུ་བ་ད། ཨེ། མི། འཇོན་ཐང་མེད་སྐྱོབ། མི་པའི་བྱབ་ཆུང་མ་ཞུ་ཞིག་འདུག། བུ་གུ་ཡོད་གི་ཡོད་གི་དེའི་གང་མ་ག་རེ་མ་ཞོན་བྱས། ཨེ་ནི་གང་དང་གང་འགྲོ་ནི་ཆོས་ག་རེ།

འདི་ཅིག་འཁྲུངས་པ་ཡིན་ནའང། ཨ་ནི་གོང་གི་ཨ་ནི་བླ་མ་དེ་ལ་ཡང་དག་ཐུགས་ལམ་མཁན་བླ་མ་དེར་ཞུ་མ་ཕེབས་བྱས། ཨ་ཉི་མ་ཅིག་ལ་ཡང་ཐུགས་ལམ་མཁན་གྱི་བླ་མ་དེ་ཡིན་ནའི་གོང་ཨ་གི་ཨ་སྦྱིན་བདག་རུ་ཅིག་གལ་ཆེ་ཤོས་རུ་འདི་འདྲ་ཅིག་ཨ་མདའ་ཤི་ནས། ཨེ་འདིའི་རྐྱེན་བྱས་ནས་བླ་མ་དེ་ལ་ཡིན་ནའི་ལྟས་ག་རེ་རེད་ཐུགས་ལ་ཡ་ཅིག་ག་རེ་རེད་ངོ་ནས་ད་སྙིང་པོ་མི་འདུག་དགོངས་པ་རུ་ཅིག་འདི་འདྲ་ཅིག་ཐུགས་ལ་འཁྲུངས།

བཀའ་རྒྱུད་གོང་མ། དེ་ཚོའི་ནང་ནོར་ཡོད། མར་པ་ལོ་ཙཱ་དང་མི་ལཱ་གཉིས། ཨེ་ནི་ཅི་ཁྱིམ་པའི་གདན་སྤྱི་དང་ང་ཚོ Ordinary ཡིན་ས་མ་རེད། ཁྱིམ་པའི་གདན་ཟེར་ན་དྲག་ཏུ་མི་སྐྱེ་རུ་བྱེད། ཨེ་ནི། མི་ལཱ་རས་པའི་གི་སློབ་མ། སྒམ་པོ་པ་ནས་བཟུང་སྟེ་རབ་ཏུ་བྱུང་ཟེར་ན་ནི་དྲག་ཏུ། རྟགས་དེ་འདྲས་ཀྱི་གདན་ཅན་གྱི་བཀའ་རྒྱུད་བསྟན་པ་འཛིན་པ་རབ་ཏུ་བྱུང་བར་བ། བྱས་ཙང་དེའི་མངལ་ལ་ཡང་ཨེ་ནི། ཁྱིམ་པའི་གདན་ཅན་རུ་འདུག་ཟིན་པ་རེད། བྱས་ཙང་མར་པ་དེས་ཨ་ཅེ་ཐང་གི་ཅིག་གྲོང་གསེས་དེ་འདྲས་ཀྱི་གྲོང་གསེས་ཀྱི་པ་ལགས་ཟུར་དེ་འདྲས་ཅིག་ཡོད་པ་འདྲ། ཤི་ན་ཁོང་གིས་མར་པ་ལོ་ཙཱ་བ་དེ་ག་བ་ཡོད་རེད་ཅེས་ཅེས་ཚང་མ་ལོ་ལ་སྐད་ཆ་དྲི་གི་དྲི་གི་ཕྱིན་ཆད་མཐའ་མར་བསྡུས་ས་ནས་མར་པ་ཁོ་རང་ད Village ཟེར་མ་རེད་བཞུགས་སའི་གི་གྲོང་གསེས་དེའི་ནང་ལོ་དེའི་འཁྲིས་དེ་བ་སླེབས་བསྡུས་ས་ནས

དཔེ་ཆ་ཕྲ་བོ། རྒྱ་གར་གྱི་ཏཱ་ལའི་བློ་མའི་སྒང་ལ་ཡང་བྲིས་བཞག་པའི་དཔེ་ཆ་འདི་གནའ་མི་དགོས་ཟེར་བ། འདི་རིགས་ཅི་ཞིག་ཡོད་རེད་བསམ། མ་པ་ལོ་ཚོ་བཅུ་ཡི་ལོ་རེ་ས་དེ་ཡོད་མ་རེད་བསམ། མིང་རྫིག་པོ་དེ་ཡོད་མ་རེད་བསམ། བཙན་ས་སྐབས་དེ་དུས་ས་གནས་གང་ལྟར་གྲོང་གསེབ་ཀྱི་ནར་ཞོར་ཡོད་པ་ལ་དེ་འདྲའི་སོར་ཆུད་དོན་སུ་ཡོད་བསྒྲགས། གང་ལྟར་ཡང་དེའི་སྐུ་མདུན་ལ་ཡང་སྦྱར་བྱས། ཨ་ཁོང་གི་གནས་ལུགས་རྒྱུ་མཚན། ཁོང་ཀུན་འདུས་ལ་ཡང་བཅར་དགོས་པའི་རྒྱུ་མཚན། དུ་གསལ་བོ་ཞུས། ད་ཡིན་པས་ནས་མར་བས་ཀྱི་དེ། ངོ་ནས་ཁ་ཤོ་བས། དེ་ལས་ཡག་པས། ཡག་ར་བ་ཞིག་ད་མ་གནང་བྱས་ཨེ་བ། ད་ཁྱོད་རང་བས་གཉིས་བརྗེས་ད་ཁྱོད་རང་སྡིག་པ་ཞི་བ་བསགས་འདུག་ད་ཁག་མེད་ད་ངས་ཅིག་བྱས་གོ་ཟས་སྦྱོར་བ་འདི་འད་མེད་པ་བྱས། ཨ་འདི་སྡིག་པ་བསགས་འདུག་ཟིན་ནས་སྡིག་པ་ངས་ཁྱོད་རང། སྡིག་པ་བསགས་གང་བཏང་མིན་ཟེར། ཨ་འདི་རིང་རྒྱུ་བསགས་ནས། ཨ་འདི་སྡིག་པ། བྱས་པ་ཡིན་སྲིད་ང་ལ་ཡུས་ཤེས་སག་བ་ཡག་རེད། འདི་འདྲའི་བྱས་བྱས་ཏེ་ཨེ་ཙི་ཁ་ཧྲོའི་ཐུག་དྲག་པོར་གནང་འདུག་བྱས་བྱས་ཨ་མོ་འདི་འདྲ་བྱས་ཨ་ཐ་མ་རེད་འདུག་དེ་ནས་ཁོང་ག་རེ་གསུང་རེད་ཟེར་ན་ཨ་འདི་ལྟ་བས། ཆོས་གནང་རོགས་གྱིས། ལྟོ་གོས་གནང་རོགས་གྱིས་ཞུས་དུས་ས་ནས། ཨོ་ད། ཁྱོད་རང། ངའི་རྩ་ནས་ཆོས་ཞུ་དགོས་ཀྱི་ཡོད་ན་ལྟོ་གོས་ཡོང་མ་རེད། ཡང་ན་ངའི་རྩ་ནས་ལྟོ་གོས་བྱས།

གར་སོང་བ་དག་ཅིག། ཀ་བ་ཞིབ་གཅིག་བཅས་བཅུག་བྱས་ཏེ་ནུས་ཅིག་བྱུང་བ་རེད་ད་འདི་ཚང་མས་མཁྱེན་མཁྱེན་པ་རེད་ངས་ཞིབ་ཕྲ་ཅིག་ཞུ་མ་གོ་བ་འདུག་ཟིན་ད་དེང་སང་སྒྲུབ་བྱེད་མི་སྣ་མི་ལ་རེབ་མར་རྦད་དེ་མི་ལ་རེབ་འདི་འདྲ་བྱས་ན་ད་དེ་པའི་ཁྲིམས་ལ་ཐུག་ནས་གར་སོང་ར་དེའི་འགྲོ་བ་མིའི་ཐོབ་ཐང་དག་ཅིག་ད་པའི་གར་སོང་འདྲ་མི་འདྲ་ཅིག་བཤད་ན་ད་པའི་ཁྲིམས་ལ་ཐུག་ས་རེད་འདི་འདྲའི་གནས་སྟངས་ཤར་ཡིན་ན་ཡང་སྐབས་དེ་དུས་སང་ནས། མི་ལ་རས་པའི་མར་པ་དང་པོ་མཇལ་བའི་སྐབས་ལ་ཡང་མི་ལ་རས་པའི་ལུས་ངག་ཡིད་སུ་ཕུལ་བས་ཡིན། ཞུས་པ། རྗེས་མ་མི་ལ་རས་པ་དང་མཚམས་སུ་མི་ལ་རས་པས་སེམས་ལ་ཕམ་ཐག་ཆོད་ཅིག་ཐེངས་གཅིག་ལ་སེམས་ཕམ་ཐག་ཆོད། སེམས་ཕམ་ཐག་ཆོད་འགྲོ་དུས་ས་ནས་ཨ་ནི། ཨ་ནི་དེ་མར་པས་ཀྱིས་བཅམས། དེ་ཀྱིས་ཨ་ནི་མི་ལ་རས་པ་ལ་དགའ་རོགས་ལ་དེ།